བརྩམས་ཆོས་དཔྱད་གཞི་ལས་ད་རེས་ང་ཚོ་སློབ་ཚན་འདིའི་སློབ་ཚན་བདུན་པ་མིང་ཚབ་འདི་དང་དེ་རེད། མིང་ཚབ་འདི་དང་དེ་ལ་ན་ག་འགྲེལ་ཅི་ལ་ཞུ་བར་ཟེར་ན། མིང་གི་ཚབ་དཔེར་ན་འདི་ངའི་ཡི་རེད་ལ་འདུག་ག་ལ་དེ་ག་རེ་ཡིན་མིན་དངོས་སུ་སྟོན་མི་འདུག་དེ་འདྲ་ཡིན་དུས་དེ་ཁོང་གི་རེད་ལ་འདུག་ག་ལ། དེ་དེ་ག་རེ་ཡིན་མིན་དངོས་སུ་སྟོན་མི་འདུག་དེ་འདྲ་ཡིན་དུས། མིང་གི་ཚབ་ལ་འཇུག་ག་རེད་ད་འདི་ངའི་ཡི་རེད་ལ་འདུག་ག་ལ། མིང་ཚབ་སྟོན་མ་ར། སྨྱུ་གུ་འདི་ངའི་རེད་ལ། མིང་དངོས་སུ་སྟོན་དོ། དེ་འདྲ་ཡིན་དུས། མིང་ཚབ་དངོས་སུ་སྟོན་པ་གཅིག་དང་མ་སྟོན་པ་གཉིས་ཡོད། དེ་འདྲ་ཡིན་དུས། སྨྱུ་གུ་དེ་ཁོང་གི་རེད་ལ་འདུག་ལ། ད། དེ་འདི་སུ་ལ་གོ་འུ་དོ། སྨྱུ་གུ་ལ་གོ་འུ་དོ། དེ་འདྲ་ཡིན་དུས། དེ་འདི་སྨྱུ་གུ་ལ་གོ་འུ་དོ། དེ་འདྲ་ཡིན་དུས། མིང་ཚབ་འདི། འདི་དང་དེ་འདི། མིང་གི་ཚབ་ལ་འཇུག་རེད། མིང་གི་ཚབ་ལ། ད། དངོས་སུ་སྟོན་པ་དང་མ་སྟོན་པ་ཡང་ཡོད་རོ། དེ་འདྲ་ཡིན་དུས་ད་ལྟ་ང་ཚོ་གི་མིང་ཚབ་འདི་དང་དེ་དེ་ག་བ་ག་བ་ལ་འཇུག་གོ་རེ་ལ་བ་ཡིན་ན། དག་ལ་འདི་དང་གཞན་ལ་དེ་འགྲོ་གོ་རེ་ར། དེ་འདྲ་ཡིན་དུས་ཐག་ཉེ་བ་ལ་འདི་དང། ཐག་རིང་བ་ལ་དེ། དུས་ད་ལྟ་བ་ལ་འདི་དང་དུས་འདས་པ་དང་མ་འོངས་པ་ལ་དེ། སྔོ་འགྱུར་དང་སྔོ་འགྱུར་ལ་འདི་དང་ལྐོག་གྱུར་ལ་དེ། ཁྱེད་རང་ཚོ་སློབ་དེབ་ནང་ཟིན་ན་ཧ་གོ་ར་ཨ་ནི་ཡིན་དེ་འདྲ་ཡིན་དུས། ད་ལྟ། དང་པོ་དེ་མར་འགྲེལ་བཤད་བྱེད་ཀྱི་ར། དག་ལ་འདི། གཞན་ལ་དེ་ལ་ནི་མར་བསྐྱོད་དོ། དག་ལ་འདི་ལ་དུ་ག་ལ་ར། ང་ཡི་སྨྱུ་གུ་འདི་ན། ང་ཡི་སྨྱུ་གུ་འདི་འོ་དོག་ལ། དག་འདི་སུ་བྱས་རེ་ང་བྱས་ར་ང། ར། ཁོ་བོའི་སྨྱུ་གུ་འདི་ར། གུས་པོའི་སྨྱུ་གུ་འདི་གུས་པོའི། གུས་པོའི་དྲི་དེབ་འདི་ར། ཨ་ནི་ཁོང་གི་སྨྱུ་གུ་དེ། ཁོང་གི་ཁང་པ་དེ། ཁོང་གི། སྦག་སྦག་དེ། ལ་འདུག་ལ། དེ་འདི་ག་བ་ལ་འཇུག་གི་འདུག་གཞན་ལ་འཇུག་གི་འདུག་ཨ། ར། འདིས་དེ་ག་བ་ལ་བྱུག་གོ་དོ། ཨ་ནི། ཁང་པ་དང་སྦག་སྦག་དང་དེ་ཚང་མ་སུ་སུ་བ་ཞིག་ཡིན་པ་དེ་སྟོན་གྱི་འདུག་དེ་འདྲ་ཡིན་དུས་ཨ་ནི་དག་དང་གཞན་ལ་དུ་ག་ལ་རོ། དག་ལ་དག་གི་དངོས་པོ་ག་རེ་ཡིན་པ་ཡིན་ད་ཨ་འདི་ལ་ག་དྲུག་ལ་ན་འདི་དྲུག་རེད། ཨ་ནི་མི་གཞན་པ་གི་དངོས་པོ་དང་དེ་འདྲ་ག་རེ་ཡིན་ན་ཨ་འདི་ལ་ཨ་ནི་དེ་དྲུག་རེད་ར། དེ་འདྲ་ཡིན་དུས་ཨ་ནི་དེ་ནི་མ། ཐག་རིང་བ་ལ།

སྦག་སྦག་དེ་ཁོང་གི་རེད་ལ་འདུག་ག་ལ་སྦག་སྦག་དང་སུ་སུ་དེ་ཐག་རིང་པོ་ཡོད་དེ་མི་འདུག་དེ་འདྲ་ཡིན་དུས་ཨ་ནི་ཐག་རིང་པོ་ཡོད་ན་དེ་དེ་ལ་ནི་འཁྲིག་གོ་རེ་ཨ་ནི་ཐག་ཉེ་བོ་ཡོད་ན་ཨ་ནི་དེ་ལ་ནི་འཁྲིག་གོ་ར་ཨ་ནི་འདི་ཁང་པ་འདི་སུ་ཡི་རེད་ལ་འདུག་ག་ལ་འདི་ཁང་པ་འདི་སུ་ཡི་རེད་ལ་འདུག་ག་ལ་འདི་དེ་སུ་སུ་དང་ཁང་པ་དེ་ཉེ་འགྲམ་ཡོད་དེ་མི་འདུག་དེ་འདྲ་ཡིན་དུས་ཨ་ནི། དེའི་ཁང་པ་འདི་སུའི་རེད་ལ་འདུག་ལ་ཁང་པ་འདི་དང་སོ་སོ་ཐག་རིང་པོ་ཡོད་ལྟོས་གི་འདུག་དྲི་བ་ཀུན་བསྐོར་དང་ཡིན་ན་ཡང་ཁང་པ་འདི་དང་སོ་སོ་ཐག་རིང་པོ་ཡོད་ལྟོས་གི་འདུག་དེ་འདྲ་ཡིན་དུས་དུས་ད་ལྟ་བ་ལ་ནི་འདི་རེད་དུས་ད་ལྟ་བ་ལ་འདི་ལ་ན་ག་འདྲ་བྱེད་ལོ་ལ་ན་ནི་ད་རིང་ཉིན་མོ་འདི་ར་ད་ལོའི་ལོ་འདི་ལ་འདུག་ལ་འདི་དེ་ག་བ་ལ་འཇུག་གི་འདུག་དུས་ད་ལྟ་བ་ལ་ར་དུས་ད་ལྟ་བ་ད་ལོ་ལོ་འདི་ལ་ར་ད་ལོ་ལོ་འདི་ལ་འདི་འཇུག་གི་ར། ད། དུས་འདས་པ་དང་མ་འོངས་པ་ལ་དེར་འཇུག་གོ། དུས་འདས་པ་ལ་ན་ཚ་ཚ་བ་སྟོན་གོ། ཚ་ཚ་བ། དཔེར་ན། ཉིས་སྟོང་བཅོ་དགུ་གི་ལོ་དེ་ལ་འདུག་ལ་དུས་འདས་པ་ལ་འགྲོ་གི་འདུག། མ་འོངས་པའི། མ་འོངས་པའི་ལོ་དེ་ལ་འདུག་ལ། མ་འོངས་པའི་ལོ་གང་དེ། མ་འོངས་པའི་ལོ། ཉིས་སྟོང་ཉིས་ས་གཅིག་གི་ལོ་དེ། ར། ཨ་ནི། ད་རིང། ད་རིང་གི་ཉིན་མོ། འདི། ལ་འདུག་ག་ལ། ག་རེ་ལ་བྱུག་ཏོ་དུས་ད་ལྟ་བ་ལ་བྱུག་ཏོ། དུས་འདས་པ་ལ་བྱུག། ཚག་ས་ཀྱོ་ཞིག་སྟོན་དགོ་ར་དུས་འདས་པ་ལ་ན། ཚག་ས་ཀྱོ་དེ་ལ་ག་དུས་ནས་ག་རེ་སྦྱར་དགོ་རེ་དེ་སྦྱར་དགོ་ར། ཨ་ནི། མ་འོངས་པ་ཞིག་སྟོན་རྒྱུ་ཡོད་ན། སླེབས་རྒྱུ་འདས་པ་ཞིག་སྟོན་རྒྱུ་ཡོད་ན་སླེབས་ཡོད་མ་རེད་ད། སླེབས་རྒྱུ་འདས་པ་ཞིག་སྟོན་རྒྱུ་ཡོད་ན་ཨ་ནི་དེ་ལ་ག་རེ་བྱུག་ལ་ནི་དེ་བྱུག་ར། སང་ཉིན་ཉིན་མོ་དེ་ལས་ཞུ་ར། འདི་ལ་ཨན་དེ་དྲུག་རེ་ར། ད་སྔོ་འགྱུར་ལ་འདི་དང་ལྐོག་འགྱུར་ལ་དེ། སྔོ་འགྱུར་ལ་འདི་ལས་ན་དངོས་སུ་མཐོང་བ་ཡོད་རྒྱུ་གི་དངོས་པོ་དེ་ལ་ཨན་འདི་དྲུག་རེ་ར། སུ་སུའི་གི་ལག་ཏུ་ཡོད་པའི་གསེར་དང་དངུལ་འདི་ལ་ལ་འདུག་ག་པ། འདི་འདི་ག་བ་ལ་འབྱོར་གི་འདུག་འདི་འདི། དངོས་སུ་མཐོང་བ་ཡོངས་གྱུར་གྱི་དངོས་པོ་དེ་ལ་དྲུག་ཏུ་བལྟ། ཉིད་ཀྱི་རེ་བ་དེས། ཉིད་ཀྱི་སྨོན་ལམ་དེས། ར། ཉིད་ཀྱི་བསམ་པ་དེས། ལ་དུག་ལ། ཚང་མ། དངོས་སུ་མཐོང་བ་ཡོད་མ་རོ། རེ་བ་དང་སྨོན་ལམ་དང། ར། འདི་ཚང་མ་དངོས་སུ་མཐོང་བ་ཡོད་མ་ར། དེ་འདྲ་ཡིན་དུས་ག་ལ་འདི་ལ་ཨན་གར་བྱུག་རེ་དེས་དྲུག་རེ་ར། ངེད་ཀྱིས་སྨོན་ལམ་བརྒྱབ་པ་དེ་འགྲུབ་པར་ཤོག་ལ་ན། ར། འདི་ཚང་མ་ལ་ཨ་ནི། ལྐོག་གྱུར་ཡིན་སྐྱོད་དེ་ཚོ་ལ་མཐོང་ཡ་མི་སྐྱོད་རིགས་དེ་ཚོ་ལ་ཚང་མ་ག་དྲུག་ལ་ན། དེ་དེ་ལ་ནི་ཐོབ་ཀྱི་ར། དེ་འདྲ་ཡིན་དུས་ཨ་ནི། དག་ལྟ་གཞན་ལྟ་དཔེར་བརྗོད་དོ། དཔེར་བརྗོད་ལ་མ་ཟེར་ད། ང་ཡི་དེབ་འདི་དམར་པོ་ཡིན། ཁྱོད་ཀྱི་དེབ་དེ་སེར་པོ་རེད། ང་ཡི་དེབ་འདི་ལ་འདུག་ལ་འདི་དེ་ག་བ་ལ་གོ་གོར་ལ་ན་ཡ་དེབ་དེ་ལ་གོ་གོ་རེད། འདི་སུས་རེད་ལ་ན་ང་ང་ལ་ན་དག་ལ་འདུག་ར་ར། ཁོ་བོས་ད་དཔེ་ན་ང་ཡི་ཚབ་ལ་ག་རི་བཞག་ན་འགྲོ་གོར་ལ་ན་ཁོ་བོའི་དེབ་འདི་དམར་པོ་ཡིན་ལ་ན་ཡི་འགྲོ་གོ་ར། ཁྱོད་ཀྱི་དེབ་དེ་སེར་པོ་རེད་ལ་འདུག་ལ་དེ་དེ་ག་བ་ལ་འབྱོར་གྱི་འདུག་དེ་དེ་དེབ་ལ་གོར་ཡིན་ཡང། ཁྱོད་ལ་དུག་ལ་སུ་ལ་གོ་དུ་སུ་ག་རེ་དེབ་རེད་དུ་མི་གཞན་པ་ག་རེ་གཞན་ག་རེ་རེད་དུ་དག་དང་གཞན་ལ་དུག་ལ་དེ་འདྲེ་ཅི་ལ་དབྱེ་བ་ཤེས་རོགས། དག་ལ་དུག་ལ་སུ་སུ་ག་རེ་ཡིན་པ་དང་གཞན་ལ་དུག་ལ་ཕ་རོལ་པོ་ག་རེ་ཡིན་པ་དང་འོ་དོན་གོ་རོགས། ཨ་ནི། ལུགས་འདི་ཚོ། ལུགས་འདི་ཚོ། ང་ཚོའི་རེད། ལ་དུག་ལ་ལུགས་འདི་སུ་ག་རེ་རེད། ང་ཚོ་ག་རེ། ང་ཚོ་རེད་ན་སུ་སུ་ག་རེ་ཡིན་པ་དག་དག་གི་དངོས་པོ་ཡིན་པ་སྟོན་གྱི་འདུག། ལུག་དེ། ལུག་དེ་ཚོ། ཁོང་ཚོ་རེད་ལ་འདུག་ལ། ལུག་དེ་སུ་བ་རེད། མི་ཕ་རོལ་པོ་མི་གཞན་པ་ཡིན་པ་འདུག་ད་ནི་གཞན་པ་ཡིན་ན་ག་རེ་རྒྱག་འདུག། དེ་རྒྱག་འདུག་དེ། དེ་དེ་ལུག་དེ་ལ་གོ་རེད་ཡིན་ཡང་སུ་ལུག་རེད་མི་གཞན་པ་རེད་འོ་དེར་སོང་ཙང་འོ་དེ་ལ་དེ་ཐོབ་གི་རེད་ར། ག་ཚད་སུ་སུ་བ་ཞིག་ཡིན་ན་འོ་དེ་ལ་ག་རེ་ཐོབ་གི་རེད་འདི་ཐོབ་གི་རེད་ར། ལུག་འདི་ལ་འདུག་འདི་དེ། སུ་སོགས་པ་བརྗོད་པ་དེ་འདྲ་ཡིན་དུས། འདི་དང་དེའི་ཨ་ཅེ་འདི་དབྱེ་བ་ཡག་པོ་ཕྱེ་ཐུབ་པ་གོ། རེད་དག་དང་གཞན་ག་ཅིག་དངོས་པོ་ག་རེ་ཡིན་མིན་དེ་དབྱེ་བ་འདི་དང་དེ་བརྒྱུད་ནས་དབྱེ་བ་ཕྱེ་རེད། དེ་རྗེས་ལ། ཐག་ཉེ་བ་ལ། ཐག་ཉེ་བ་ལ་ག་རེ་འགྲུག་རེད་ག་དུས་ནས་འདི་འགྲུག་ར། ཐག་རིང་བ་ལ་ག་དུས་ནས་དེ་འགྲུག་ར། ད་དེ་དཔེར་བརྗོད་བྲིས་འདུག། ཐག་ཉེ་བ་དང་རིང་བ། འདི་ནས་ལ་གཅིག་བརྒྱབ་པའི་ཕ་རོལ་ན། ལ། བདུད་ཀྱི་གླིང་ཞེས་བྱ་བའི་ཡུལ་དེ་ཡོད་ལ་འདུག་ག་ལ། འདི་ཡི་ལ་འདུག་ག་ལ། ག་བ་ཡོད་པའི་ས་ཆ་འདི་ད་ག་རང་སྟོན་གོ་ར་ཐ་ཉི་བོ་ཡོད་པ་ས་ཆ་འདི་ད་ག་རང་སྟོན་གོ་ར། འདི་ནས་ལ་གཅིག་བརྒྱབ་པས་ལ་གཅིག་ལ་ན། རི་གཅིག་གི་རྒྱབ་ལ་ར་རི་གཅིག་གི་རྒྱབ་པའི་ཕ་རོལ་ན། ར་འདི་འདི་ནས་འདི་ནས་ན་ད། ཐ་ཉེ་བ་སྟོན་གི་འདུག་ག་ད་རིང་བ་ག་རེ་ལ་གཅིག་བརྒྱབ་པའི་ཕ་རོལ་ན། བདུད་ཀྱི་གླིང་ཞེས་བྱ་བའི་ཡུལ་དེ་ཡོད། འདིག་གླིང་ཞེས་བྱ་བའི་ཡུལ་དེ་ཡོད་ལ་འདུག་ག་ལ། འདིག་གླིང་དེ། ཡུལ་དེ་ག་རེ་ལ་གོ་ག་ལ། ཐག་རིང་བ་ཡོད་བ་དེ་གོ་ར། དེ་འདྲ་སོང་ཙང། དེ་དེ་ག་བ་ལ་གོ་ག་ལ་ན་འདིག་གླིང་ལ་གོ་ར། དེ་འདྲ་ཡིན་དུས། ཐག་ཉེ་བ་ལ་འདི་དང་ཐག་རིང་བ་ལ་འདིག་གླིང་ལ་དེ་ལན་ཐོབ་ཀྱི་ཏོ། དེ་འདྲ་ཡིན་དུས། ཨཱ་ནི། ལག་མགོ། ལག་མགོ་དེ་ས་ཕར་ལ་བལྟས་པ་ན་མི་ཡག་གང་དགར་བྱ་བ་དེ་མཐོང་ཐུབ་ལ་འདུག་ལ། ལ་དེའི་ཁོ་རང་སྤུ་གསུམ་བཞུར་དང་སྤུ་གསུམ་གྱི་ལ་དེ་དེ་ནས་ཨཱ་ནི་མི་ཡག་གང་དགར། མི་ཡག་གང་དགར་ལ་ན་བོད་ཀྱི་ཁམས་དར་རྩི། དར་རྩི་རྡོ་དང། དེ་གི་ས་ཆ་དེ་ཁམས་ཀྱི་ལུང་པ་ཞིག་རེད་ར་མི་ཡག་གང་དགར་ལ་ན་བོད་ཀྱི་ས་ཆ་དེའི་མིང་རེད། བྱ་བ་དེ་མཐོང་ཐུབ་ལ་འདུག་ལ། མི་ཡ་གང་དགར་དེ་ལ་འདུག་ལ་ཐག་རིང་པོ་ཡོད་དོན་གྱི་འདུག་དེ་འདྲ་ཡིན་དུས་ཐག་རིང་པོ་ཡོད་ན་ཨ་ནི། འདི་ལ་ག་རེ་ཐོབ་ཀྱི་ལ་ན་དེ་ལ་ནི་ཐོབ་ཀྱི་རེད། ཨ་ནི། ད་ལྟ་པར་ན་གསལ་བོ་མཐོང་ཐུབ་ཀྱི་འདུག་སྤུ་གུ་གསུམ་གྱི་ས་ཆ་དེ་ས་དེ་ལ་འདི་ལ་ནི་ཐོབ་ཀྱི་འདུག་ཐག་རིང་པོ་ཡོད་ན་ཨ་ནི། རི་དེ་ལ་དེ་ལ་ནི་མ་གསལ་བོ་སྟོན་འདུག། དང། དུས་འདས་པ་དང་ད་ལྟ་བ་མ་འོངས་པ། ན་ནིང་གི་ལོ་དེ་ལ་ང་ཟིན་གྲྭ་བཞི་པ་རེད། ན་ནིང་གི་ལོ་དེ་ལ་ནི་ང་ཟིན་གྲྭ་ག་ཚོད་རེད་ལ་ན་ཟིན་གྲྭ་བཞི་བ་རེད། ད་ཚ་ས་ཁྱོད་ཀྱིས་ལོ་དེ་ལ་ག་འགྲོ་འདོ་དེ་ཐོབ་ཀྱི་འདོ་ཨ། ན་ནིང་གི་ལོ་དེ་ལ་འདུག་ག་ལ་དེ་དེ་ཚ་ས་བ་ར་ན་ནིང་གི་ལོ་དེ་ར། ཨ་ནི། ད་ལོའི་ལོ་འདི།

འོ་འདི་ལ་ཚ་ས་འགྱོག་གི་དུས་འདས་པ་འདི་ལ་དེས་ལན་ཐོབ་ཀྱི་རེད། ད་རིང་གི་ཉིན་མོ་འདི་ང་ཡི་སྐྱེས་སྐར་ཡིན་ལ་འདུག་ལ་ད་རིང་ད་ཉིན་མོ་དུས་ད་ལྟ་བ་འདི་འདི་འདི་ཡིན་པ་དུས་ངོ་འོ་འདི་ལ་འདི་ཐོབ་ཀྱི་རེད་བ་ད་རིང་གི་ཉིན་མོ་འདི་ལ་འདུག་ལ་དུས་ད་ལྟ་བ་དུས་ངི་འདུག་འདི་སྐྱེས་སྐར་ང་ཡི་སྐྱེས་སྐར་ཡིན་ལ་ད་སྐྱེས་སྐར་ཡིན་པ་དུས་ངི་འདུག་ད་རིང་ཉིན་མོ་འདི་ལ་ཨ་ནི། འོ་དེ་ལ་བདུད་འདི་ཐོབ་ཀྱི་རེད། སང་ཉིན་གྱི་ཉིན་དེ་ལ་ང་ཚོ་སློབ་གྲྭར་འགྲོ་དགོས། སང་ཉིན་གྱི་ཉིན་མོ་བཞི་ར། དེ་ལ་ང་ཚོ་ག་བ་ལ་འགྲོ་གི་རེད་སློབ་གྲྭ་ལ་འགྲོ་གི་རེད། སང་ཉིན་འདི་མ་འོངས་པར་སླེབས་རྒྱུ་ར། ཨ་ནི་སློབ་གྲྭ་ལ་འགྲོ་གི་རེད་ལ་ནི་ཉིན་དེ་ལ་དོ་དེ་དེ་ག་བ་ལ་འགྲོ་དོ། སང་ཉིན་གྱི་ཉིན་མོ་དེ་ལ་འགྲོ་དོ་གོ། སློབ་གྲྭ་འགྲོ་གི་རེད། ལྟ། མངོན་གྱུར་དང་ལྐོག་གྱུར། མངོན་གྱུར་ལ་ན་མངོན་སུམ་དུ་མཐོང་ང་འོད་གྱུར་དེ་ལ་མངོན་གྱུར་ཞེས། ལྐོག་གྱུར་ལ་ན་མཐོང་ང་མི་འོད་ཀྱི། དངོས་པོ་གང་འདྲས་བྱས་ནས་ལ། སྨོན་ལམ་དང་རེ་བ་གང་འདྲས་བྱས་ནས་འདི་ལ་ག་དྲུག་རེ། དེས་ལན་ཐོབ་ཀྱི་རེད་མངོན་གྱུར་ཡིན་ན་འདི་ལྐོག་གྱུར་ཡིན་ན་དེ། སེམས་ནང་ལ་ཡོད་པའི་རེ་བ་དེ་འགྲུབ་ཐུབ་ན། ལག་ནང་དུ་ཡོད་པའི་གསེར་འདི་ཁྱེད་ལ་ཕུལ་ཤོག། ད་སེམས་པ་སྣང་ལ་རེ་བ་ཡོད་རྒྱུ་དེ་རེ་བ་དེ་དེ་དེ་ག་བ་ལ་ཐུག་གི་འདུག་རེ་བ་ལ་གོ་གི་འདུག་ཨ། སེམས་པ་སྣང་ལ་ཡོད་པའི་རེ་བ་དེ་སྟོང་ཨེ་སྟོན་འགྲོ་ཡོད་རེད། མཐོང་ཨེ་འགྲོ་ཡོད་རེད་མཐོང་ཨེ་འགྲོ་ཡོད་མ་རེད་དེ་འདྲ་ཡིན་དུས་སྐབས་ལ་ཨ་ནི་རེ་བ་དེ་ལ་ལྐོག་གྱུར་ཡིན་དུས་དེ་ལ་དེ་ཐུབ་ཀྱི་རེད། ལག་ནང་དུ་ཡོད་རྒྱུ་གི་གསེར་དེ་ཁྱེད་ལ་ཕུལ་ཆོག་ལ་འདུག་ལ་ལག་པ་ལ་ཡོད་རྒྱུ་གི་གསེར་དེ་ཨ་ནི་ཁྱེད་རང་ལ་སྤྲད་ཆོག་ལ་རེད་ཕུལ་ཆོག་ལ། ད་ཕུལ་ཆོག་ལ་ན་ད་ཕེ་གེ་དོ་ཞུ་ན་སྤྲད་ཆོག་ལ་འོ་ར། ད་སེར་དངོས་སུ་སྟོན་འོས་ར། ག་ཚི། ང་ཉིད་ཀྱི་རེ་བ་དེ་འགྲུབ་པ་ཡིན་ན་ཨ་ང་རང་གི་ལག་པ་ནང་གི་ཡོད་རྒྱུགས་ཀྱི་སེར་འདི་ཨ་ཁྱེད་རང་ལ་ཕུལ་ཆོག་སྤྲད་ཆོག་ར། འོ་འདི་ག་རེ་ལ་ན། དང་པོ་དེ་ལྐོག་གྱུར་ལྐོག་གྱུར་བྱེད་རེ་བ་དེ་ལ་དུ་ལྐོག་གྱུར་བྱེད་ཨ་གསེར་དེའི་ལག་ནང་དུ་ཡོད་པའི་གསེར་དེ་ལ་དུ་ག་ལ་འདི་སྔོ་འགྱུར་བྱེད་ར། སྤྲི་གོར་ཆེན་པོ་འདི་ར། ང་ཡི་སྐྱེས་སྐར་ཉིན་གྱི་སྤྲི་གོར་དེ་དང་འདྲ་བོ་འདུག་ལ་དུ་ག་ལ། སྤྲི་གོར་ཆེན་པོ་འདི་ལ་དུ་ག་ལ་འདི་ལ་ན་སྤྲི་གོར་དེ་ལ་གོག་འདུག་ཨ། འདི་ག་རེ་སྟོན་གྱི་འདུག་སྔོན་འགྲོ་རིམ་པ་སྟོན་གྱི་འདུག་ངའི་སྐྱེས་སྐར་གྱི་ཉིན་མོ། ངའི་སྐྱེས་སྐར་གྱི་ཉིན་གྱི་སྤྲི་གོར་དེ་ལ་འདུག་ག་ལ། སྤྲི་གོར་དེ་ལ་འདུག་ག་དེ་དེ། སྤྲི་གོར་དེ་ལ་གོ་འདུག་སྤྲི་གོར་དེ་དེ་སྤྲི་གོར་དེ་ལ་གོ་ར། ངའི་སྐྱེས་སྐར་གྱི་སྤྲི་གོར་དེ་དང་འདྲ་བོ་འདུག་ལ་འདུག་ག་ལ། ཁོ་ཡིས་ད་ལྟ་དེ་སྤྲི་གོར་དེ་གཉིས་པ་ར་ལ་སྲུང་བརྡོར་བྱེད་ཀྱི་འདུག་ཨ་དེ་འདྲ་ཡིན་དུས། དེས་དེ་ལྐོག་གྱུར་བྱེད། ངས་སྐྱེས་སྐར་གྱི་སྤྲི་གོར་དེ་དང་འདྲ་བོ་འདུག་ལས་ཞོར། དེས་དེ་སྤྲི་གོར་དེ་ལ་གོ་དགོས། མཚུངས་བསྡུར་བྱེད་ཀྱི་སྤྲི་གོར་དེ་ལ་ཁོ་རང་གི་སྤྲི་གོར་དེ་ལ་གོ་དགོས། དེ་འདྲ་ཡིན་དུས། ད་ལྟ་པར་རིས་ན་ལ་སེའུ་བྲི་འདུག།

ཨོ་འདི་རེད། ཨཱ་ནི་ད་རིང་སློབ་ཚན་འདི། འདི་དང་དེ་མིང་ཚབ་འདི་དང་དེ་རེད། ཨཱ་འདི་དང་དེ་དེ་ཁྱེད་རང་ཚོ་གི་ཡག་པོ་བྱས་ནས་ཀློག་གོ་རེད་འདི་ཚང་མ་ར། ག་བ་ག་ལ་བྱུག་ཡོད་མིན་དེ་གསལ་བོ་ཞིག་གསལ་བོ་བྱས་ནས་ཧ་གོ་གོ་རེད། ཨཱ་ནི་འདི་རྗེས་ལ་སྦྱོང་ཚན་རེད། སྦྱོང་ཚན་དང་པོ་དེ་བར་སྟོང་ཀོང་ཨེར་ད། ཨཱ་བར་སྟོང་འདི་དང་དེ་དེ་ནི་གང་ཡོད་པ་དེ་ལ་རྒྱང་གོ་ད། དེ་ནས་གྲིབ་བདག་ནོར་བདག། རེད་ད། གྲིབ་བདག་ནོར་བདག་འཁྲུགས་པ་རེད། བར་སྟོང་ཀོ་ཨན་དང་གྲིབ་བདག་ནོར་བདག་དེ་ནས་གསུམ་པ་འདི་གར་དུ། འདི་དགྲ་དང་དེ་དགྲ། ཇི་ཡོད་ངོས་འཛིན་བྱོས། ད་འདི་དགྲ་ག་འདི་རེད་དེ་དགྲ་ག་འདི་རེད་དབྱེ་བ་ཕྱེ་འོ་ད། བཞི་པ་བྱེད་སྒོ། སློབ་གྲྭའི་ཁོར་ཡུག་དང་འཛིན་ཆས་སློབ་མ་སོ་སོའི་བཅག་ནུས་བེད་སྤྱོད་བྱས་ཏེ། དེ་དང་འདི་གཉིས་དག་གཞན་དུས་གསུམ་ཉེ་རིང་སོགས་ཤོད་རེས་བྱེད་དུ་བཅུག། ད་ལྟ་སོ་སོ་གི་འཛིན་ཆས་དང་ཚང་མ་སོ་སོ་གི་ཡོད་མདུན་ལ་ཡོད་པའི་ཁོར་ཡུག་དེ་ཚང་མ་བེད་སྤྱོད་བཏང་ནས་འདི་དང་དེ་དེ་དག་དང་གཞན་དག་རིང་བ་དང་ཉེ་བ་དང་དེ་ཚང་མ་སྔོན་རྒྱུ་དང་ལྐོག་རྒྱུ་གང་ཡིན་མིན་ཚང་མ་ཨ་ནི་བེད་སྤྱོད་བཏང་ནས་ཁྱེད་རང་ཚོས་བྱེད་སྒོ་བྱེད་འོ་དོ། ཨ་ནི་ཁྱེད་རང་ཚོས་དེ་གནང་དགོས་རེད། ད་ལྟ་ཐེམ་ཁ་གི་དུས་ཡུན་ཡིན་དུས་སྐབས་ལ་འཛིན་གྲྭ་ཚོགས་འདུག་གོ་མ་རེད། ད་འདི་ཚང་མ་ཁྱེད་རང་ཚོ་གིས་གནང་དགོས་རེད། སུ་སུ་སུ་གནང་དགོས་རེད། ཨ་ནི་འདི་ནས་རྡེའུ་ཞིག་འདུག་ཨ་ནི་ཤོག་གྲངས་ག་ཚོད་ཡིན་མིན་རྡེའུ་འདི་ལ་མ་གཟིགས་ནས་བལྟ་རེད། ཨ་ནི་གྲས་འདི་ཚོ་ད་ལྟ་དང་པོ་གཉིས་པ་གསུམ་པ།